ལྷན་རྒྱས་ཁམས་བཟང། ཐོག་མར་འཛམ་གླིང་ཤེས་རྟོགས Tibet Global Insights ལ Subscribe གནང་རྒྱུའི་རེ་བ་ཞུ་རྒྱུ་ཡིན། ད་རིང་ངས་ཡང BBC ཡི་གསར་འགོད་པས་ཚོང་ལས་སྡེ་ཚན་གྱི་གསར་འགོད་ནང་གསར་འགོད་སྙན་ཐོ། མིས་བཟོས་རིག་ནུས་དང་འབྲེལ་བའི་གློག་ཀླད་ཀྱི Chips། གོས་སྒོ། ཧ་ཅང་མགྱོགས་པོ་འཕར་བཞིན་ཡོད་པའི་རྐྱེན་གྱིས། འཕེལ་རྒྱས་དུ་འགྲོ་བཞིན་པའི་ཚོང་ལས་གཉིས། མ་རྩ་ཁྲོམ་རའི་ནང་རིན་ཐང་ཆེན་པོ་ཆགས་ནས། ད་ལྟ། རིན་ཐང་ལ་ཨ་སྒོར་ཐེར་འབུམ་གཅིག་ཡང་ན་ཨ་སྒོར་འགྲོ་ལར Trillion གཅིག་ཆགས་ཀྱི་ཡོད་པས། གསར་འགོད་བརྙན་ཐུང་ཐུང་ཐུང་ཞིག་འདུག་པས་དེ་ངས་དེ་རིང། བོད་སྐྱོད་ཐོག་བསྒྱུར་ཏེ་ཁྱེད་རྣམ་པར་ཞུ་རྒྱུ་ཡིན་པས་ཚང་མས་གསན་རྒྱུ་སྤྲོ་བོ་ཡོང་བར་ཞུ། དེ་ནི་ད་ལྟའི་ཆར་ལྷོ་ཀོ་རི་ཡའི་ཚོང་ལས SK Hynix དང་ཨ་རིའི་ཚོང་ལས Micron Technology ཚོང་ལས་དེ་གཉིས་ཀྱིས་མར་རྩ་ཁྲོམ་རའི་ནང་རིན་ཐང། Trillion Dollar། གཅིག་ཡང་ན་ཨ་རིའི་སྒོར་མོ། Dollar། ཐེར་འབུམ་གཅིག་ལྷག་རིན་ཐང་དུ་ཆགས་ཡོད་པས་དེ་འདྲ་ཡོང་དགོས་དོན་ནི་མིས་བཟོས་རིག་ནུས་ཀྱི་ཚོང་ལས་ཁྱབ་སྤེལ་ཆེན་པོ་འགྲོ་གི་ཡོད་པར་བརྟེན་ཡོང་གི་ཡོད་པ་རེད། ལྷོ་ཀོ་རེ་ཡའི་ཚོང་ལས SK Hynix དེ་ནི་ཁོ་ཚོས་མིས་བཟོས་རིག་ནུས་ཀྱི་གློག་ཀླད་ཀྱི Chips བཟོ་སྐྲུན་བྱས་ཏེ་ཁོ་ཚོས་ཨ་རིས་མིས་བཟོས་རིག་ནུས་ཀྱི་ཐོག་བཟོ་བཀོད་བྱེད་མཁན་གྱི་ཚོང་ལས་ཆེན་པོ NVIDIA ལ་གློག་ཀླད Chips མཁོ་སྤྲོད་ཡང་ན Supply གནང་གི་ཡོད་པ་དང། ད་རིང་གཟའ་ལྷག་པ་ཉིས་སྟོང་ཉིས་ས་དྲུག་ཟླ་བ་ལྔ་པའི་ཚེས་ཉི་ས་བདུན་ཉིན་ཁོ་ཚོས་མར་རྩ་ཁྲོམ་རའི་སྟེང་ཁོ་ཚོའི་རིན་ཐང་དེ་བརྒྱ་ཆ་བཅུ་ཙམ་བེབ་གཅིག་ཏུ་འཕར་ཏེ་ཁོ་ཚོས་མ་རྐང་གི་རིན་གོང་དེ་མུ་མཐུད་འཕར་ཏེ། ད་ལོའི་ལོ་འགོ་དང་བསྡུར་ན་མར་རྫས་རིན་གོང་ད་ལྟ་ལྡབ་གསུམ་ལྷག་ཙམ་མཐོ་རུ་ཕྱིན་ཡོད་པའི་གནས་སྟངས་དེ་འདྲ་སྦི་སྦི་སིའི་གསར་འགོད་དེ་ལ་བཀོད་ཡོད་པ་དང་དེ་ནས་མུ་མཐུད་གསུང་བར། ཁ་སང་གཟའ་མིག་དམར་ཉིན་ཨ་རིའི་ཚོང་ལས Micron Technology ཁོང་ཚོས་མེ་མོར Chips བཟོས་ཀྱི་ཡོད་པ་དང་ཡང་ན། མི་གསོད་རུག་སྣོད་ནང་བེད་སྤྱོད་བྱེད་ཐུབ་པའི་མེ་མོ་རི་ཡང་ན་གྲང་དུ་གསོག་འཇོག་བྱེད་སའི་གློག་ཀླད Chips།

གཞན་ཡང་ངོ་དེབ་ཀྱི་ཚོང་ལས་ཀྱི་བདག་པོ་མེ་སྒྲ་གཅིག་ཡིན་པ་རེད། དེ་ནི་འཛམ་གླིང་ཡོངས་སུ་མིས་བཟོས་རིག་ནུས་ཀྱི་ལག་ཆ་ལ་ནུས་ཤུགས་སྤྲོད་པའི་ཡར་ཐོན་ཅན་གྱི་གློག་ཀླད་ཀྱི་ཆ་ཤས་ལ་གོ་དགུ་ཆེན་པོ་བྱུང་ནས་ལག་རྩལ་དེ་དག་མཁོ་སྤྲོད་བྱེད་མཁན་གྱི་ཚོང་ལས་རྣམས་ཀྱི་མ་ཤེས་རྣམས་འབོར་ཆེན་འཕར་བ་བྱུང་ཡོད་པ་རེད། ཉེ་བའི་ལོ་ཤས་ནང་གློག་ཀླད་ཀྱི Chips དེ་དག་མགོ་སྐོར་ཡོད་མཁན་ཧ་ཅང་མང་པོ་འཕར་ཏེ་འཛམ་གླིང་ཡོངས་ལ་གློག་ཀླད་ཀྱི Chips དེ་དག་གི Supply ཡང་ན་མཁོ་སྤྲོད་ཉུང་ཉུང་ལས་མེད་པར་གློག་ཀླད་ཀྱི Chips མཁོ་སྤྲོད་བྱེད་མཁན་དང་བགོ་མཁན་རྣམས་བསྡུར་ན། བགོ་མཁན་མང་བ་དང་མཁོ་སྤྲོད་བྱེད་མཁན་ཉུང་བ་ཡོད་པར་སོང། ད་ཆ་གློག་ཀླད Chips བཟོ་སྐྲུན་བྱེད་མཁན SK Hynix དང Micron Technology སོགས་ཀྱི་ཚོང་ལས་རྣམས་ཀྱིས་གློག་ཀླད Chips རྣམས་ཀྱི་རིན་ཐང་ཆེན་པོ་ཡར་འཕར་ཏེ། ཁོ་ཚོའི་ཁེབས་བཟང་ཆེ་རུ་འགྲོ་བཞིན་པའི་སྒང་ཡིན་པ་རེད། ཅེས་གསར་འགོད་སྙན་ཐོ་དེའི་ནང་བཀོད་འདུག་པས་དེ་ནས་མུ་མཐུད་གསུང་བར། ཉེ་ཆར་ཟླ་བ་ལྔ་བའི་ཟླ་མགོར། ལྷོ་ཀོ་རི་ཡས་ཁ་པར་དང་བརྙན་འཕྲིན། སྟོན་མཁན་གྱི་ཚོང་ལས་སེམས་བཟང་གིས། མར་རྩ་ཁྲོམ་རའི་རིན་ཐང་ཐེར་འབུམ་གཅིག་ལ་བརྒལ་ཏེ། སྔོན་ལ་ཞུས་པའི Google དང Apple ལ་སོགས་པའི་རིན་ཐང་ཐེར་འབུམ་གཅིག་ལ་བརྒལ་བའི་ཚོང་ལས་གྲས་སུ་ཚུད་པ་རེད། ཨེ་ཤི་ཡའི་ཚོང་ལས་ཨ་རིས་ཟློ་ལར་ཐེར་འབུམ་གཅིག་ལ་བརྒལ་བའི་ཚོང་ལས་གྲས་སུ་ཚུད་པ་དེ་ནི། ཚོང་ལས་གཉིས་པ་དེ་ཆགས་ཀྱི་ཡོད་པ་རེད། དེ་སྔོན་ཐའེ་ཝན་གྱི་ཚོང་ལས TSMC། ཨ་རིའི་སྒོར་མོ་དཱོ་ལར་ཐེར་འབུམ་གཅིག་གི་གྲས་སུ་ཚུད་ཡོད་པ་དང། གལ་ཏེ་ཁྱེད་ཀྱིས TSMC སྐོར་ཤེས་འདོད་ཡོད་ན་ངས་བརྙན་ཐུང་ཐུང་ཐུང་ཞིག་བཟོས་ཡོད་པས་ཁྱེད་རྣམ་པས་གཟིགས་སྣང་ཡོང་བར་ཞུ། དེ་འདྲ་ཆགས་དགོས་དོན་ནི་སེམས་བཟང་དེ་ནི། NVIDIA ལ་སོགས་པའི་མིས་བཟོས་རིག་ནུས་ཀྱི་གློག་ཀླད་བཟོ་འགོད་བྱེད་མཁན་རྣམས་ཀྱིས་སེམས་བཟང་ལ་གློག་ཀླད་ལྕིབས་བཟོ་སྐྲུན་བྱེད་རྒྱུར། Semiconductor། ཟེར་བ་དེ་སེམས་བཟང་གིས་བཟོ་སྐྲུན་བྱེད་ཀྱི་ཡོད་པ་རེད། སེམས་བཟང་གི་སྐོར་གནས་ཚུལ་གཞན་ཞིག་ནི་ཉེ་ཆར་སེམས་བཟང་གི་ལས་བྱེད་དང་ཚོང་ལས་ཀྱིས་གླ་ཆ་དང་གླ་ཆའི་ཆ་རྐྱེན་ལ་མོས་མཐུན་བྱུང་བར་བརྟེན། ཁོ་ཚོས་ད་རིང་གཟའ་ལྷག་པ་ཉིས་སྟོང་ཉིས་སོ་དྲུག་སྤྱི་ཟླ་ལྔ་པའི་ཚེས་ཉི་ས་བདུན་ཉིན་སེམས་བཟང་གིས་མ་རྐང་ཁྲོམ་རའི་ནང་མ་ཤའི་བརྒྱ་ཆ་དྲུག་ཙམ་ཡར་འཕར་བ་བྱུང་ཡོད་འདུག་ད་ལྟའི་ཆར་སེམས་བཟང་གི་མ་རྐང་ཁྲོམ་རའི་ནང་རིན་ཐང་ནི། Trillion Dollar། གཅིག་ཚགས་གསུམ་སོ་བཞི་ཡང་ན་ཐེར་འབུམ། ཨ་རིག་འགྲོ་ལར་གོར་མོ། གཅིག་ཚགས་གསུམ་སོ་བཞི་ཡིན་པ་དང་དེ་ནི་ད་ལོའི་ལོ་མགོ་དང་བསྡུར་ན་ལྡབ་འགྱུར་སུ་ཕྱིན་ཡིན་པ་རེད། དེ་ནས་གསར་འགོད་སྙན་ཐོ་དེའི་ནང་མཇུག་བསྡོམས་ལ་གསུངས་བར། མིས་བཟོས་རིག་ནུས་ཀྱི་ཚོང་ལས། མ་རྐང་ཁྲོམ་རའི་ནང་རིན་ཐང་ཆེན་པོ་བྱུང་བས། དེ་ཡི་རྒྱལ་ཁ་ཆེ་ཤོས་ཐོབ་མཁན་དེ་ནི། Nvidia ཚོང་ལས་དེ་ཡིན་པ་རེད། Nvidia དེ་ནི་སྔར་ལོ་ཟླ་བ་བཅུ་པའི་ནང་མ་རྐང་ཁྲོམ་རའི་ནང། ཨ་རིའི་རྡོ་ལ་ཁྲི་ལན་ལྔ་ཡང་ན་ཐེར་འབུམ་ལྔ་ལ་སླེབས་པའི་ཚོང་ལས་འདང་ཤོས་དེ་ཆགས་ཀྱི་ཡོད་པ་རེད། Nvidia ཚོང་ལས་མུ་མཐུད་ལམ་ལྷོང་ཧ་ཅང་ཡག་པོ་ཡོང་གི་ཡོད་པ་དང། ཡིན་ན་ཡང་གནད་དོན་དབྱེ་ཞིབ་པ་ཁག་ཅིག་གིས་ཁོང་ཚོ་ཆེ་རྟགས་ནག་པོ་ཆོད་དེ་མ་འོངས་པར་འགྲན་རྩོད་མེད་པར་ཆགས་ན་དཀའ་ངལ་འཕྲད་སྲིད་པའི་སེམས་འཚབ་ཡང་བྱེད་ཀྱི་ཡོད་པ་རེད། དེ་མཚུངས Microsoft དང Apple ཡི་རིན་ཐང་ཡང་ཉེ་ཆར། ཨ་མི་རི་ཀའི་འགྲོ་ལོར་ཅུས་ལིན་ཞི་ཡང་ན་ཐེར་འབུམ་བཞི་ལྷག་བརྒལ་ཡོད་པ་རེད། ཡིན་ན་ཡང་མ་འཛུགས་བྱེད་མཁན་ཁ་ཤས་ཀྱིས། ད་ལྟའི་མིས་བཟོས་རིག་ནུས་ཀྱི་འཕྲུལ་ཆས་ཀྱི་ཚོང་ལས་ཆེ་ཁག་དེ་དག་ཁ། ཧ་ཅང་མང་པོ་འཕར་གྱི་ཡོད་པ་དེ་ཡིན། AI Bubble ཡང་ན་ཚོང་ལས་དེ་དག་རིན་ཐང་འཕར་རྒྱུ་དེ་གམ་བུ་ལྟར་འབོད་དེ་བྱུང་མ་མ་འོངས་པར་སྡོད་རྒྱུ་ཡིན་པའི་སེམས་འཚབ་ཡང་བྱེད་ཀྱི་ཡོད་པ་རེད་ཅེས་གསར་འགོད་སྙན་ཐོ་དེ་ད་གར་མཇུག་བསྒྲིལ་སོང། དེ་རིང་གི་ལས་རིམ་ད་གར་མཚམས་བཞག་རྒྱུ་ཡིན། ང་ནི་ཧྥ་རན་སི་ནང་གནས་སྡོད་བྱེད་པའི་བོད་རིགས་ཤིག་ཡིན། ངའི་མིང་ཡོན་ཏན་ཟེར་གྱི་ཡོད། དེ་རིང་གི་ལས་རིམ་དེ་ཡག་པོ་འདུག་དགོངས་ན། ག་དག་ནུས་པ་དང་སྐྱོ་སྐོར་བྱས་པ། གཞན་ཡང Subscribe གནང་རྒྱུ་མ་རྙེད་བ་གནང་རོགས་གནང།